རྣམ་པ་གླིང་གི་བཀྲ་ཤིས་བདེ་ལེགས་དེ་རིང་ང་ཚོའི་ལས་རིམ་གོ་ནོར་ལག་ལ་ཡག་ད་ཁ་སང་རྒྱ་ནག་གི་སྲོལ་འཛིན་ཤིན་ཅི་ཕི་ལེ་བྷི་གི་སྐབས་ལ་ཡག་ད་ང་ཚོ་བོད་པའི་གསར་འགྱུར་ནང་དེ་རིང་མང་པོ་ཐོན་ཡོད་རེད་ང་ཚོ་ཕ་གི་ལ་ཡག་བུ་མོ་གཅིག་གིས

སུད་སི་སླེབས་དགོས་རེད། ཨ་ནི། ཁོ་རང་གིས་ཨ་ནི། ངོ་རྒོལ་རྒྱ་ཡིག་གིས་ཨ་ནི་གོ་སྐབས་ཤིག་སུད་སི་གཞུང་ལ་སྙན་ཞུ་ཕུལ་ཡོད། ཨ་ནི་འདི་ནང་ལོགས་ལ་སྙན་ཞུ་ནང་ལོགས་ནས་ཨ་ནི། ཚེས་བཅོ་ལྔ་དང་ཚེས་བཅོ་ལྔ་དང་ཚེས་བཅུ་བདུན་ཨ་ནི། དུས་གཉིས་སྐད་ཤུགས་སྐད་འབོད་རྒྱ་ཡིག་གིས་གོ་སྐབས་རག་ནས་གོ་སྐབས་རག་སོང་ཟེར་ནས་དེ་འདྲའི་ཅིག་གསལ་བསྒྲགས་ཤིག་མར་སླེབས་སོང། WeChat ནང་ལོགས་ལ། ཨ་ནི་འདི་རྗེས་ལ།

ཤེས་བྱེད་པའི་ཟོས་ཟེར་སླད་ཚགས་ཤིག་ལ་ལྟ་ཅིག། ང་ཚོ་ངོ་རྒོལ་རྒྱག་ཡའི་དུས་ཚོད་གོ་སྐབས་ལོ་བཞི་རག་བཞིན་ན་ཅིག། ག་རེ་བྱེད་ཐུབ་ཁོ་ཐག་ང་རང་བསམ་བློ་ཞིག་བཏང་ཡོད་མ་རེད་སྙིང་མ་འདྲ། ཨ་ནི་བྱས་ལ་ཚོགས་གཙོ་སྐད་ཆ་ཞིག་གོ་ནས་ཡང་འདི་བྱས་འདི་སེམས་པ་དེ། སྐད་འབོད་རྒྱག་ཡས་ཀྱི་གོ་སྐབས་དེ་རག་གི་མ་དྲན་ནས་ཡང་བསམ་བློ་དེ་བག་ཡོད། ཨ་ནི་འདི་བྱས་ལ་ཉི་མ་གཉིས་བྱས་ལ་ཨ་ནི། ང་ཚོ་ཚོགས་གཙོ་རང་གིས་དེ། བྷི་ཇེ་ནང་ལོགས་ལ་གསལ་བསྒྲགས་ཡག་པོ་བྱས་སོང།

འཛམ་གླིང་རྒྱལ་ཡོངས་ལ་ནི་གཅིག། གསལ་བསྒྲགས་ཧ་གོ་བ་ཧ་གོ་ཨེ་ཆེ། ཨ་ནི། བོད་པ་ལ་ཨེ་ཆེ། བོད་པ་ལ་དཀའ་ལས་ག་ཚོད་ཡོད་མེད། བོད་ལ་བོད་བོད་རུང་པ་ལ། ཨ་ནི། ཆོས་དད་རང་དབང་ར་མེད་ཀྱོག་བོད་མི་དམངས་ལ་རང་དབང་མེད་ཀྱོག། དེ་འདྲས་ཀྱི་ཨ་ནི་གསལ་བསྒྲགས་ཁའི་ཆུ་དོ་ཨ་ནི་ངའི་ངའི་སེམས་ངའི་སེམས་པ་ནང་ལོགས་ལ་དེ་ག་ར་ད། རང་ལུས་མེ་སྲེག་བཏང་ཡག་གི་བསམ་བློ་དེ་འཁོར་དེ་དུས་བསམ་བློ་བསམ་བློ་དེ་འཁོར་བསམ་བློ་དེ་འཁོར་ཟོ།

ཨཱ་ནི། ཕ་གི་ལ་བདེ་ས་དེ་ལྕགས་སེང་གུ་ཡིན་ཙང་ནི་ང་གྲོགས་པོ་བྱོས་གྲོགས་པོ་དེ་ཁོ་རང་ནང་ལ་བསྡད་བྱས་ཡོད་ཆ་ཅན། ཨཱ་ནི། ངའི་ས་སྤང་ས་འདི་ལ་ངའི་ངའི་སེམས་པ་ནང་ལ་ང་རང་དམིགས་ཡུལ་བསྒྲིགས་ཚང་མ་བྱས་ཚར། ད། དེ་འདྲས་ཀྱི་བྱེད་དགོས་བ་བསམ་ནས་དམིགས་ཡུལ་ཞིག་བསྒྲིགས་ཚར་ནས་ཨཱ་ནི། ས་སྤེན་པ་འདི་ལ་ངའི་ངའི་གྲོགས་པོ། གྲོགས་པོ་ཐུག་གྲོགས་པོ་ད་དགོང་ཟླ་མཚན་ཕྱི་བོ་ལས་ཀ་ཚར་ནས་སླེབས་ང་ཞོགས་ཀའི་ཡར་ལངས་ངེས་ལངས་ཨ་ནེ་ཁ་ལག་ཞོགས་ཇ་འགྲོ་ཟོས་ཁོ་ལ་གྲ་སྒྲིག་འགྲོ་བྱེད་བྱེད་འབའ་ཁ་ཤེས་ན་ཁོ་ལས་ཀ་འགྲོ་གི་རེད་ང་ལས་ཀ་ཡོད་མ་རེད་ཐུག་འདུག་ཟེར། ངའི་དམིགས་ཡུལ་དེ་ག་རེད་ད་ང་མ་བན་ལ་འགྲོ་ཡ་རོགས་ཨ་ནེ་ངའི་ཟབ་སྤེན་པ་ཉི་མ་དེ་ངའི་གྲོགས་པོ་དེ་ངེད་རང་གྲོགས་པོ་ལ་ཡིན་ང་སང་ཉིན་བན་ལ་སྐད་འབོད་འགྲོ་གི་ཡིན་ལེ་ངའི་གྲོགས་པོ་གི་ལ་སོང་ཁྱོད་ཡིན་གཅིག་མིན་གཅིག་ཟབ

ཨ་འདི་ནི་ང་ཚོའི་གསུམ་པ་མཐུན་འགྲོ་ཡོང་ང་བ། ཚོའི་གསུམ་པ་འདི་ས་པན་པར་ཉིན་མོ་དེ་རེད། ང་ཚོའི་གསུམ་པ་མ་མཐུན་ཨ་ནི་ད་ལྟ། འཇུན་པོ་ལ་ས་ད་ལྟ་ཚོང་ཁང་བྱེད་ཡོང་རེད། འོ་དེ་ནས་ཨ་ནི་ང། ས་སྣུམ་ཉོ་ག་འགྲོ་ཡོང་བ་ཕ། ཇི་ལྟར་ནི་ངའི་ཉི་མ་ད་ལྟ་ཚོགས་པ་ཐོག་ལ་ནི་ས་སྣུམ་འགྲོ་ཉོ་བྱེད་དུས་ཕ་གིར་ང། འཇོན་པོ་ལ་ས་དེར་ར་བསྐོར་ལ་ནི་ངས་ཧ་གོ་ས། ཨ་འདི་ངའི་དམིགས་ཡུལ་འདི་ག་ར། འཇོན་པོ་ལ་ས་དེ་ཕར་འགྲོ་ཨ་ནི་ས་སྣུམ་བྱེད་ཉོ་ཡོང་བ།

ཨ་ཁོ་འགྲོ་གི་ལ་གི་ལས་སྐེ་ཚེ་པ་ར་ད་ཨ་ནི་ད་ཁོ་འགྲོ་མེད་ཨ་ནི་འདི་དུས་ངའི་ལ་དེ་ཁྱོད་ཇེ་ནི་ཝར་འགྲོ་ཇེ་ནི་ཝར་ལ་ཨ་ནི་སྐེ་མི་རྒྱབ་དེ་ཁྱོད་འགྲོ་ཤི་ན་འགྲིག་གི་འདུག་ཨ་ལས་མ་རྒན་ད་དེ་ཁ་ཇེ་ནི་ཝར་འགྲོ་དུས་ཨ་ནི་བ་སར་ཁོ་རང་ཚོགས་པ་འགྲོ་གོ་རེད་ཨ་ནི་ཁྱོད་ཇེ་ནི་ཝར་འགྲོ་ང་བན་འགྲོ་ཤག་གོ་ངའི་ལ་ཡིན་ཁོ་ལ་དེ་རེ་བྱས་ན་ད་ང་ང་གི་བན་ལ་ཐུག་ཡོད་རེད་མ་ཨ་ནི་དེ་འདྲས་གང་ཡང

རུབ་རུབ་རུབ་བཞིན་ཁོ་ཚོའི་སྐེ་ལ་བཟོས་ནས་འགྲོ་ཡ་ཡིན། གཅིག་པོ་ཞིག་འགྲོ་བ་ར་བྱས་ནས་ཡང་སྔོན་འགྲོ་འགྲོ་ཞིག་བསྐྱལ་ཡོང་བསམ་ནས་ཞེད་སྣང་འགྲོ་བཞིན་ཡོད་སོང། ཨ་ནི་ཕ་གའི་སྒོ་སྒོ་དང་སྐར་མ་བཞི་བཅུ་ལ་ཕ་གའི་སྐེད་འབེབས་རྒྱག་ས་ལ་སླེབས་དང། དེ་དུས་ཁོ་ཚོ་མི་ཚང་མ་གྲ་སྒྲིག་རེ་བ་བྱས་ཏེ་ཕ་གར་ཁུར་ཁུར་པས་སོགས་པ་དང་ཨ་ནི། ད་ཚ་རེ་བར་སྐད་འབོད་ཀྱི་མཱིག་གྲ་སྒྲིག་བྱས་སོགས་པ་དང་ཨ་ནི་ང་ཟུར་ཟུར་ལ་གཅིག་པོ་ཞིག་བསྡད་དེ་དང། དེ་དུས་ལས་འགུལ་གནམ་ས་མགྱོགས་པོ་འདི་འདྲ་སྤེལ་གྱི་ཞིབ་བཤེར་ཡོད་མ་ག་ཟེར་ན་ལས་འགུལ་སྤེལ་གྱི་མགོ་སྐོར་བཙུགས་ཡོད་མ་རོགས་ཁོང་ཚོ་གྲ་སྒྲིག་གཅིག་པོ་བྱས་ཏེ་ཞོད་དེ་དུས། ཨ་འདི་ནི་ཚོགས་གཙོ་སྙིང་པོ་ཚོགས་གཙོ་སྙིང་པོ་ཡིན་ན་གསོལ་ནས་ཨ་ནི་སྒང་ནས་མཱིག་ནང་རུ་བསླེབས་སོང་ཚུར་བཅུག་བ་སེམས་ད་ཚང་མ་ཚུར་རུག་རུག་བྱས་ནས་བསྡད་རོགས་བྱས། རོགས་ཚང་མ་ཁ་བ་ཁ་ས་ཐུར་ལ་མ་བསྡད་རོགས་བྱས། ལར་ནས།

སྣུམ་བླུག་ཡིན་པ། ང་ང་རང་མི་ཡུལ་ག་རེ་ཡོད་ཟེར་ན་གཟུགས་པོ་ལ་སྣུམ་བླུག་མེ་བརྒྱབ་ཨ་ནི་བོད་ཡར་ལུགས་ལ་ནས་ད་དེ་གི་ལ་སྐད་འབོད་འགོ་སྐད་འབོད་ལ་འགོ་བཙུགས་འོ་བྲལ་ཟེར་གི་དེ་ང་རང་ཐོག་ནས་ང་རང་ཐོག་ནས་འགོ་བཙུགས་ཕ་སྐད་ལ་ནི་ཁོང་ཚོ་བཤད་བཤད་བསྡད་ཡོད་དོ་ཨ་ནི་སྐད་འབོད་ལ་ནི་ཁ་གོ་ཞེས་མིན་ཏོ་འདི་བྱས་ཏེ་ཚོད་བཅུག་ངེས་འདུག་ཟོག་ས་རེ་བྲལ་ནས་དེ་འདྲ་གི་ངའི་གཟུགས་པོ་རྣམས་ལ་སྣུམ་བླུག་དུས

དམིགས་ཡུལ་འདི་ཁེགས་ནས་ཕྱིར། ཨ་འདི་དམིགས་ཡུལ་འདི་གྲུབ་མ་ཟ། ཨ་འདི་དུས་སེམས་པ་བློ་ཞུགས་ཕམ་ཟེར་ཉི་མ་དེ། ཨ་འདི་ནས་ཉན་སྒྲུབ་པ་ང་ཕ། བཙོང་བ་ནང་ལ་ཁྲིད་རོགས་ཟ། ཕ་ཡིད་ལ་ཅིག་བཙོང་བ་ནང་ལ་ཅིག་ཁུ་ཚུར་གར་གར་གྱིས་སུ་བཅོལ། ཨ་བཙོང་བ་ནང་ལ་སླེབས་བ་དང་ཨ་ནི་བཙོན་པ་ནང་ཞིག་དང་ཅིག། བཙོན་པ་བཙོང་བ་ནང་སླེབས་ས་ན་བཙོན་པ་དང་ཅིག་པར་རོ། ཨ་ནི།

ཁོ་རང་ཚོ་རང་གི་དུག་ལོག་པོ་ར་སྤེལ་ཟེར་མ། ད་དེ་ནས་བསྟོད་དཔལ་ལ་ལག་པ་ལྕགས་ཐག་སྤེལ་དགོས་ར། བསྟོད་དཔལ་ལ་ནི་ལག་པ་ལྕགས་ཐག་སྤེལ། མི་གཅིག་གི་སེམས་མི་གཅིག་གི་དུག་ལོག་ཚང་མ་སྤེལ་སོང། དམར་རང་རོ་བཟོས་ཏེ་སྡོད། དམར་རང་བཟོས་ཨ་ནི་བར། ཁོ་ཚོ་ནང་ནང་ལོགས་ལ་ཁྲུས་ཁང་ཁྲུས་ཁང་གི་གྲ་སྒྲིག་འདུག། ཁྲུས་ཁང་ལ་ཁྲིད་གཟུགས་པོ་བཀྲུས་བཅུག་སོང། གཟུགས་པོ་བཀྲུས།

དམིགས་ཡུལ་དུ་མ་གྲུབ་སེམས་པ་སྐྱོ་ཞིང་དེ་སྨིག་རྒྱུ་རུ་ཤོར། ཨ་འདི་དུས་ཨམ་ཆི་ཞིག་ལས་སོང། ཨམ་ཆི་ཞིག་ལས་ཨམ་ཆི་དེ་གས་ཨ་ནི་སེམས་གསོ་བྱས། ག་ཡོད་མ་རེད། ཁྱོད་དེ་འདྲའི་སྡུག་ཅག་བྱེད་ཡོད་མ་རེད། ཁྱོད་རང་ཁྱོད་རང་རང་ལུས་མེ་བསྲེགས་བཏང་ཡང་ཐབས་ཤེས་ཆེ་གི་རེད། དེ་ལ་ཁོ་ཚོ་གིས་ཉེས་པ་བྱས་པ་དེ་འདྲ་ཁ་བཏང་གི་མ་རེད། ཨ་ནི་མོས་ང་ལ་དེ་སེམས་གསོ་བྱས། ཨ་ནི་སེམས་གསོ་བྱས་ས་ནས་ཨ་ནི་རྗེས་ལ་ཁོ་ཚོ་ང་ཕ་སྐད་བཏང། ནི། ཁང་པ་ཞིག་ནང་སྐད་དང། ཨ་ཅེ་ལ་ཞིག་དང། དམག་མི་ཞིག་འདུག། ཨ་ཅེ་ལ་དེ་དམག་མི་རེད་ཤག། ཨ་ཅེ་ལ་དེ་དྲི་བ་བཏང་དོན་ལྷོད་ལྷོད་འདུག་ཡག་པོ་འདུག། ང་འགོ་ཚུགས་ཏེ། དེ་ནས་དྲི་བ་འགོ་བཙུགས་སོ། ཁྱོད་ག་ནས་སླེབས། ཁྱོད་རང་མིང་ག་རེ་ཡིན་པས། ཁྱོད་རང་ཕ་ཡུལ་ག་ནས་ཡིན། ཁྱོད་བདེ་ལ་ག་ལས་སླེབས་ཡིན།

འདི་ཁྱོད་རང་འདི་བརྒྱུད་རིམ་དེ་པད་སེའུ་ཡི་ཚོགས་ནང་སོང་ཐུགས་ཆེ་གནང་ཞུ་ཡ་ཡིན། ཨ་ནི་ད་ཅིག་ཁྱོད་རང་ད་ལྟ། ད་ཁྱོད་རང་རང་ལུས་མེ་སར་གཏོང་སྐབས་འདི་འདྲའི་བློ་བློ་ཁོག་ཆེན་པོ་ཅིག་དང་སྤོབས་པ་ཆེན་པོ་ཅིག་སྙིང་སྟོབས་ཆེན་པོ་ཅིག་བསྐྱེད་ནས་ཕ་གི་ལས་དུར་ཕེབས་རེད། ཨ་ནི་ཕ་གི་ལས་ད་ང་ཚོས་ངོས་ནས་བལྟ་བ་ཡག་ཅིག་ལ་ཡ་ཁྱོད་རང་དེ་འདྲའི་གནང་ཡོད་མ་རེད་དེ་འདྲའི་འདུག་ད་ཅིག་ད་འདི་ཅིག་ཁྱོད་རང་ལ་བསམ་བློ་གནང་ལོག་ལ་ཡ་ཅིག།

འགྲིག་རེད། ཉི་མ་ཞེས་བསམ་བློ་བཏང་བསྡད་རེད་ག་འདྲ་ཞུ་དགོས་མེད་ག་རེ་ཞུ་དགོས་མེད་འདི་ཐོག་ལ་བསམ་བློ་བཏང་རེད་ག་ཞེ་ན། ཏིག་ཏིག་དེ་འདིར་དམིགས་ཡུལ་མ་འགྲུབ་ནི་ང་སེམས་པ་འཕང་ཡ་ག་ཞེ་ན། དེ་འདྲའི་གུས་སྐབས་རག་ཧ་གོ་གི་རེད་དྲན་གྱི་ཡོད་ད་ལྟ་དེ། ད་ཤེས་མེད་ཅིག་འགྲོ་བ་ཞིག་ད་རྒྱ་མི་དཔོན་པོ་ཞིག Prime Minister ཅིག་སུས་ད་ལོ་ག་ཚོད་རྒྱབ་ལ་སླེབས་མ་སླེབས་ལ་ཐོས་ཡོད་མ་རེད་ད། ད་ད་ལྟ་སླེབས་དུས་ཕྱི་ཚུལ་ན་ཨ་གཅིག་སྟོན་ཡོད་རོགས་མ་ཁོ་ཚོ་ལ།

ཡག་པོ་སྤེལ་བྱས་རེད། བོད་པའི་སྤྱི་ཚོགས་དེར་སྤྱི་ཚོགས་སྤྱི་ཚོགས་དེ་ལ་བསམ་བློ་བཏང་ནས་ཤེས་རིག་ལ་འདི་འདྲའི་ལེགས་འདུག་གཉིས་བལྟས་ནས་ནི་རང་ནུས་མི་ཚེ་བཏང་ཡས་དེ་ཇི་ལྟར་ནས་ཡག་པོ་མ་རེད་ཟེར་ནས་སྐད་ཆ་འདི་འདྲའི་བཤད་ཀྱི་འདུག་ད་ད་སོ་སོ་མི་རེ་རེ་གི་བསམ་ཚུལ་རེ་རེ་ཡོད་རེད་དམིགས་ཡུལ་རེ་རེ་ཡོད་རེད་ང་ནི་འདི་ཉིན་མ་དེ་རང་ལུས་མེ་ཚེ་བཏང་ཡས་དེ་དངོས་གནས།

བོད་པའི་དོད་ལ་བསམ་བློ་གཏང་དགོས་གལ་ཆེན་པོ་རེད། ངས་བསམ་བློ་གཏང་ད་ངས་བསམ་བློ་གཏང་ཆོག་དེ་ལ། གཅིག་ལ། གནོད་འགལ་ཞེས་སོགས་པ་དང་གཅིག་ཡག་པོ་བྱེད་མཁན་ཞིག་ལ་ཕ་གནོད་འགལ་ཞེས་སོགས་པ་དང། ཨ་ནི། ཤོག་ཁ་ཤོག་ཁ་ཞེས་སོགས་པ་དང།

དེ་ཐོག་དངོས་ཡོད་གནས་ཚུལ་ཐོག་ཁྱོད་རང་གིས་མི་སུ་སུ་ལ་ཅིག་ལབ་ཡོད་རེད་པས་དེ་ག་འདྲའི་འདྲ་བོ་ཅིག་རེད་དེ་ཐོག་ལ་གསལ་བཤད་ཅིག་གནང་རོགས་བྱོས། ད་འདི་ཐོག་ལ་གསལ་བཤད་གནང་བ་ར་ཤི་ན། ངེད་ཀྱིས་དངོས་ལ་གསལ་བཤད་བ་ནང་ཤི་རེད། ཟ། མིག་མ་ཉི་མ་དེ་ལ། མིག་མ་ཡིན་མ་རེད་ལྷག་པ་ལྷག་པ་ཉི་མ་དེ་ལ། ད་ལྟ་དེ་སྙིང་པོ་གི news དེ་མ་སྦག་སལ་གི wechat ནང་ལ་མ་ཐོན། ཨ་ནི་ཚོགས་གཙོ་གིས་འདི་བཀག་སྡོམ་བྱས། ཧུ་ཧུ། ཨ་ནི་ཚོགས་གཙོ་བཀག་སྡོམ་བྱས་ཡོད་ཟེར། ཚོགས་གཙོ་གི་ལས་དེ་ལ་ཨ་ནི། འདི་ནོར་འཁྱོག་རེད། འདི་དེ་འདྲས། གསལ་བསྒྲགས་དེ་ནོར་ཡོད་རེད་ལ་ནི་ཚོགས་གཙོ་བཤད་ཟེར། ཨ་ནི། ངའི་ཀླད་པ་ནང་ལོག་ལ། གཅིག་བཤད་ཚར་བ་ཟེར་ད། ཞི་ཅིང་པིང་གི་ཀླད་བ་ད་འདི། བརྒྱ་ཆ་བརྒྱ་ཐག་ཆོད་ད་སྙིང་བོ་སྐད་ཆ་བཤད་ཚར་བ་ཟེར། ཨ་ནི། ངས་འདི་དགོངས་དག་དེ་ལ་ཨ་ནི། ཨ་ཅག་ཆེ་སུ་ལ། ང་ཚོ་གི་ད། རྩིས་ཨེ་གི། ང་ཚོའི། རྩིས་ས་ཨ་ཅག་བཞི་རེད། ནམ་རྒྱུན། སོ་སོ་དཀའ་ངལ་ཡོད་དུས་སྐད་ཆ་དྲིས་ས་དང་ཨ་ཅག་ཁ་ཐུག་བྱེད་འོ་རེད། ཨ་ནི་ཨ་ཅག་གིས། སྒེར་གྱི། message གནང་རོགས་ལ་ནི་ངས་ཨ་ཅག་གསུངས་ལ། མཛད་རིམ་འདི་ཨ་ནི། ག་འདྲེ། ཁོ་ག་བ་འགྲོ་གི་ཡོད་མེད་ག་རེ་བྱེད་ཡོད། དུས་ཚོད་ག་འདྲེ་ཅིག་ལ་མཛད་རིམ་འདི་ག་འདྲེ་ཟེར་ན་ཨ་ནི་ང་གཅིག་སྤྲད་རོགས་བྱེད་ལ་ཡིན་པ། ཨ་ནི་ཨ་ཅག་གསུངས་ལ་གི།

ཞུས་ཡོད་ནི། དེ་རིང་ལྟ་ཁུལ་གྱི་བརྒྱུད་རིམ་ཆ་ཚང་ཐུགས་སུ་མ་སེར་བོ་ཆེ་ནས་བཤད་པ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡ་དང་ཆབས་ཅིག་ཏུ་ནི་ང་ཚོ་ལྟ་བུ་བ་སེར་དེ་ད་ལྟ་བོད་པའི་སྤྱི་འཛམ་གླིང་སྤྱི་ཚོགས་ནང་ལ་ཡོད་པ་དེ་ཁོ་ལྟ་བུ་ཞིག་ཡོན་ཅིག་སྙིང་སྟོབས་ཅན་སེམས་ཤུགས་ཅན་ལྷག་བསམ་ཅན་འདི་འདྲི་ཡོད་པ་ལ་བརྟེན་གྱི་ནི་ང་ཚོ་བོད་པ་དེ་འཛམ་གླིང་འདི་ནང་ལ་གནས་དུ་ཡོད་རེད་ཨ་ནི་ཁོང་གི་སེམས་ཤུགས་དང་སྙིང་སྟོབས་དང་ཡིད་ཆེས་སྤོབས་པ་དང་ལ་རྒྱ་དེ་གིས་དེ་ཨ་ནི་གོང་ནས་གོང་དུ་འཕེལ་བར་ཤོག་ཟེར་ནས་ཞུ་ཡ་ཡིན་ཐུགས་རྗེ་གནང། ཨ་ཆེ་སང་ལ་བཀྲ་ཤིས་བདེ་ལེགས་ཨ་ཆེ་སང་ཆ་ཤས་ན་ད་ཅིག་བོད་པ་འདི་ལ་ཅིག། རྗེས་ཕན་གཉིས་འདི་ཚོ་ལས་ཡག་ངོ་ནས་དྲང་ནས་ཁ་ཡོད་ལག་ཡོད་ཀྱི་རོགས་པ་གནང་དེ་ནི་ཆགས་དེ་ཡོད་རེད་ད་འདི་གང་ནས་སློབ་གསོ་ལག་སོང་བ་ཡིན་ན་ལྟ་ཁོ་རང་ཐུགས་སུ་ཀུ་ལུས་མེ་ཆུ་འཕུར་ཡ་དེ་ཨ་ཅག་རང་གཅིག་པོ་ལ་ལབ་ཡོད་ས་རེད་ཨ་ནི་གཅིག་མི་གཅིག་གིས་ཨ་ནི་ཁྱོད་ལ་དེ་འདྲའི་ལབ་ཡོང་དུས་གཅིག་སེམས་ནང་ལ་ཚོར་བ་ག་འདྲའི་སླེབས་སོང་ཨ་ནི་ཁུག་ག་འདྲའི་ག་འདྲའི་འདྲ་བོ་ལབ་སོང་ལབ་ཚར་བའི་ཡུག་ལ་ཡ་ཨ་ནི་ཁྱོད་ག་ར་ག་ར་བྱས་ཡོད་མེད་དེ་ང་གསལ་ཡོད་ཀྱི་ནང་དེ་ལྟ་རེད་ས་ཨ་ལྟར་བཅུ་གཅིག་ཉིན་ག་ལྟར་ཡིན་པའི་ཡོད་ང་ཡང་བྷི་ཆད་ནས

ཨཱ་ནི། ངས་ཐང་ཆེན་ནས་ཞུ་དུས་ཁོ་རང་ཡིན་པས་གསུངས་སོ། ཨཱ་ནི། ངས་ལམ་སང་ཁོ་རང་ཁྱེད་རང་གི་ཕོན་རྣམ་པ་སྤྲད་ད་ཕྱིར་ཉེ་གི། ཨཱ་ནི་ཁོ་རང་གིས་ང་ཡང་འདི་གསུངས་སོ་ང་ཕོན་རྣམ་པ་སྤྲད་གི་མེད་ང་སྤྲད་ན་ཁྱེད་རང་གིས་ང་དེ་འདྲས་བྱེད་ཆོག་གི་མ་རེད་གསུངས་སོ། ང་ཡང། དེ་ནས་ངས་ཀྱི། ཁོ་རང་གིས་ད་མགོ་ང་ལ་ཕོན་རྣམ་པ་སྤྲད་གི་མི་འདུག་ཁོ་རང་སུ་ཡིན་པས་ཁོ་རང་གསུང་གི་མི་འདུག། ཨཱ་ནི་གྱི་བི་ཆད་རྣམས་ལ་ལམ་སང་བསྔོ་བས་དེ་པར་དེ་འདྲའི་བཙལ་མི་འདུག་པར་དེ་འདྲའི་ཁོ་རང་གི་ཆེད་ཁྱོན་མི་འདུག་ག་ནས་ཡིན་མེད་དྲིས་མི་འདུག་ཨཱ་ནི་ཞུ་གོ་ང་ངས་ཁོ་རང་ལ་ཨུ་ཚུགས་བརྒྱབ་ནས་ཁོ་རང་གི་ང་ལན་པ་དེ་ང་ཁ་བ་ནང་པ་གནང་སོང་ཨཱ་ནི་ཞུ་གོ་ང་ནང་ཕྱིན་ནས་ཨཱ་ནི་ཁོ་རང་ལ་ཞལ་པར་ཕུལ་ཡས་ཨཱ་ནི་ཁོ་རང་དེ་ཁོ་རང་གི་གསུང་པོ་དུ་ད་ལྟ་གོ་སྐབས་དཔེ་བཟང་པོ་ཅིག་འདུག་ཟེར་བ་ཁོ་རང་ང་ནི་འགྲོ་གོ་ནི་འགྲོ་གོ་རེད་ང་ཚོ་རྔམ་བཞི་ཡིས་ཨཱ་ནི་ང་རང་འདི་ད་རིས་བོད་དོན་དོན་དག་ལ་ང་རང་འདི་བྱེད་ཐུག་ན།

ང་ཡང་ལག་མི་བཏགས་ངེད་ཀྱི་ཁ་པར་སྒང་ལ་ཁོ་རང་གྲོགས་པོས་ཀྱི་དེ་ཀི་རི་ཤེས་མི་ཤ་ཤ་ཨ་ནི་ང་ལ་ལམ་སང་ཁ་པར་ཐང་རོགས་བྱེད་ང་དེ་རྫ་དྲག་གི་གནས་ཚུལ་ཤ་ཡོད་ཨ་ཁོ་རང་བཀའ་མོལ་ཞུ་ཤ་ཁོ་རང་གི་ཡི་གེ་བྲིས་ཤ་ཨ་ནི་ང་ལམ་སང་ཁོ་རང་ཁ་བར་དེ་རྒྱལ་དུ་བཀའ་མོ་དྲུག་ལ་ཁོ་རང་གི་བྲིས་ཤ་ང་ལམ་སང་ཁ་བར་བཏང་མི་ཨ་ཁོ་རང་གསུང་པོ་ཏོ་ཧན་ད་ཁོ་རང་སློབ་སང་ལ་མ་དེ་སྐད་འབོད་ལ་ཐེག་ཡིག་ལ་ཐེག་སོང་ཨ་ནེ་ཁོ་རང་ཉམས་དོ་འགྲོ་གིན་ཟེར་དུས་ང་ཁྱོད་ནི་ཡོང་ཆོག་མ་སོང་གསུངས་སོ། ཨ་ནེ་ག་རེ་ག་རེ་ཁྱེར་སོང་ཞེས་ཨ་ནེ་ཁོ་རང་གིས། སྒྱེད་པ་ལ་སྦྱོར་ལག་ཅིག་ཁྱེར་སོང་བལ་བོའི་དར་ཅོག་ཅིག་ཁྱེར་སོང། ཨ་ནེ་འདི་ཕྱི་ཐག་ང། ལམ་སང་འདི་འདི་བྱས་སོ་ཐག་ང་གསུག་པོ་ཐ་མ་ཚ་བོ་འདྲ་བོ་ཅིག་ཆགས་སོ། ཨ་ནེ། ཁོ་རང་གིས་ད། སྐྱིད་པོ་འདྲ་བོ་ཅིག་མེད་པ་ཆགས་ནས་ཨ་ནེ། ངའི་འདི་ཞུས་མི། རི་ལི་དུས་ཚོད་ག་གེ་དེར་ཕྱིན་སོང་ཞུས་མི། ཁོ་རང་གིས།

འགྲོ་ངེས་ཡིན་གསུངས་ཨ་ནི་སྐུ་ཞིག་བློ་བཟང་མི་ཡལ་ཡོད་ན་ཅིག་གཟིགས་རོགས་གནང་ཞེས། ཨ་ནི་ཁོ་རང་གིས་ང་བློ་བཟང་ཁོ་རང་གི་ཞལ་རས་མཁྱེན་གྱི་མེད་གསུངས་ཀྱི་ག་འདྲ་ཡོད་ན་ད་ང་ཡིས་ཤེས་ཀྱི་མེད་རོགས་ང་ཁོ་རང་མཇལ་མྱོང་ཡོད་མ་རོགས། ཨ་ནི་ངས་ཁོ་རང་གྲོགས་པོ་དེ་ལ་སྐུ་ཞིག་ང་བློ་བཟང་གི་པར་ཞིག་བཏང་རོགས་ཅིག་དང་ཞུས། ཨ་ནི་ཐུགས་ལོ་ག་རེ་ག་རེ་གོང་ཞུས། ཨོ་ཁོ་རང་གིས་ཇེ་ཀེ་ཏི་རེད་ག་རེ་ཅིག་གོན་སོང་གསུངས་ཀྱི་འདུག་ཨ་ནི་ཇིན་ཚི་གོ་བརྡུང་བྱས་ཨ་ནི་བུད་པའི་དར་ཆ་ཞིག་གྱེས་པ་རུག་སར་ཅིག་ཁྱེར་མཁྱེན་སོང་གསུངས།

ཨ་མྱེས་ཀྱི་སྐུ་ཇི་ལྟར་ཁོ་རང་གི་འགྲོ་ས་དམིགས་ཡུལ་བན་རེད་ཟེར་བྱས་པ་ཡིན། མི་རྒན། རྒྱ་མི་དཔོན་པོ་ལེགས་ཡོད་རེད་མི་རྒན་བན་རེད་མི་རྒན་པུ་ལིས་ལ་བཤད་རོགས་མི་རྒན་ལ་མ་ལན་བཏང་རོགས་གྱིས་ཞུས་པས། ཨ་མྱེས་ཡེ་ཤུ་ཁོ་རང་གིས་མི་རྒན་བན་པུ་ལིས་ལ་ལན་བཏང་ཚར་བ་ཡིན་གསུངས་སོ་པར་ད་ཚང་མ་བཏང་ཚར་བ་ཡིན་གསུངས་སོ། ཨ་མྱེས་ང་ནི་ད་དགུ་དེ་རེད་པ་དགུ་དགུ་དགུ་ད་ཅིག་པུ་ལིས་ཀྱི་ཚུགས་ཁ་བ་བཏང་དགོས་གསུངས་སོ། དགུ་ནི་ལན་བཏང་ཉན་མི་འདུག། ཨོ་ནི། ཁོ་རང་གྲོགས་པོ་དེས་ཕ་ཆོས་དེར་རྔམ་སྐྲག་སྐྱེས་སྟངས་ང་རང་གི་ཕ་ཚུར་འབྲེལ་བ་བྱེད་བསྟན་ཡོད་རེད་བ། ད་གང་དྲན་དེ་ནས་ངས་དམ་ཆོས་ལགས་ལ་མི་ག་བན་ལ་སྒོ་ནས་ཞེ་བ་བྱེད་ཕིན་དམ་ཆོས་ལགས་ཀྱིས་ངེས་པར་དེ། ཚོགས་གསོག་སྙིང་པོ་ལ་དང་སྤྱི་འཐུས་ལ་བཏང་བས་ཡིན་གསུངས་སོ། ད་སྲུང་སྐྱབས་བྱེད་ཡ་དོན་དང་ཁོ་རང་ལ་སྲུང་སྐྱབས་བྱེད་ཡ་དོན་དག་ལ་ཁོ་རང་གཉིས་བཏང་བས་ཡིན་གསུངས་སོ། ཨ་ནི་ད་ང་ནི་ཁ་བ་བྱུང་ངས་མི་འདུག་པོ་ལིས་ཁ་བ་པོ་ལིས་ཕ་ཁ་བ་བཏང་བས་ཡིན།

ཨ་ནི་ངེད་ཀྱི་ལམ་སེང་གསར་འགྱུར་བལྟས་པའི་གསར་འགྱུར་ཨོན་ལན་དོན་ཚ་ཤ་ཨ་ནི་བུ་གཅིག་གིས་དེ་འདྲས་བྱས་པ་རེད་ཨ་ནི་སྨན་ཁང་ལས་སྐྱེས་པ་རེད། དེ་ར་དེ་དོན་ཚ་ཤ་ཨ་དོན་ཚ་དུས་ངེད་ཀྱིས་ཡང police ཁ་བཏང་པས། ང་དེ་ཁོ་རང་ཚོས་ང་དེ་ཁྱེད་རང་ཚོས་མི་སྐྱ་བུ་གཅིག་བྱུས་ཤ་ག་བ་སྐྱེས་ཡོད་རེད་སྨན་ཁང་ག་བ་སྐྱེས་རེད་ང་ཧ་གོ་གི་འདུག་ཟེར་ན་ཁོ་ཚོས་ཀྱིས་ང་ཡང་ཁྱོད་ནི་ཤེས་ཀྱི་མི་འདུག་དེ་བཤད་ཆོག་གི་མ་རེད་ཟེར་ང་ཚོས་ཀྱིས།

དེ་ཡོད་དུས་ནི་ང་ཁོ་རང་མཉམ་དུ་ང་སྐད་ཆ་བཤད་དགོས་བྱས་མེད་པ་ནི་ཡག་ཐོག་ཁ་ཡག་ཁ་བ་བཏང་དུས་ནི་ཁོང་ཚོས་ཀྱིས་རྙེད་གི་མི་འདུག་གསུངས་སོང་ད་ཁོང་ཚོས་ཡག་ཕྱིན་མ་ཕྱིན་རྙེད་གི་མི་འདུག་གསུངས་སོང་ཡང་སེམས་ཁྲལ་འདྲ་བོ་ཞིག་ལངས་ཚར་ཟེར་བ། ནི་ལངས་སོང་ནི་ཞོགས་གོ་ཁོང་ཚོས་ཀྱིས་ཨ་དེ་འདུག་ཕི་ཁེ་ཁོ་རང་ཏེ་ལོ་ཕོན་བསྐྱར་དུ་ང་ལ་ཁ་བ་གིས་དེ་འདྲ་བཏང་སོང་ང་ལ་བརྫུས་ནས་ཁ་བ་བཏང་དེ་བཞག་སོང་ཟེར། ངས་ཀྱང་ནི་ང་སང་ཉིན་ང་ཡོང་གི་ཡིན་གསུངས་ཨ་ལ་ཞུ་རོགས་བྱས། ཞུས།